ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་རྡོ་རྗེ་ཡིན། བོད་དོན་འཐབ་རྩོད་ཀྱི་བརྒྱུད་རིམ་ཁྲོད་ལ་ཡ། བོད་ཀྱི་དངོས་ཡོད་གནས་སྟངས་འདི་ཚོ་རྒྱ་ཆེ་མང་ཚོགས་ནང་ལབ་ལ་ཡ་གོ་རྟོགས་སྤེལ་ཡ་འདིས། ལས་འགུལ་གྱི་ངོ་བོ་གལ་ཆེན་པོ་ཅིག་ལ་ཡ་ངོས་འཛིན་ཞུ་བཞིན་ཡོད་པ་ལྟར་བོད་རང་བཙན་འཐབ་རྩོད་པ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ཨ་ནི་འདས་པའི་ལོ་ངོ་བཅོ་ལྔ་ལྷག་གི་རིང་ལ་ཡང་རྒྱ་གར་རྒྱལ་ཡོངས་ནང་ལོགས་ལ་ཡང་སྙན་ངག་གྱེར་འདོན་དང་འབྲེལ་བའི་ཐོག་ནས་བོད་དོན་སྐོར་སྐྱོད་ཀྱི་ལས་འགུལ་མུ་མཐུད་ནས་སྤེལ་བཞིན་པ་ཞིག་རེད། ད་རེས་བསྟན་འཛིན་བརྩོན་འགྲུས་ལགས་རྒྱ་གར་ནང་གི་ད་མངའ་སྡེ་ཆེ་ཁག་བརྒྱད་ལྷག་གི་ནང་ལོགས་ལ་ཡང་སྐོར་སྐྱོད་སྒྲུབ་ཆེད་བཞུགས་པ་དྷ་རམ་ས་ལ་ལ་ཡང་འབྱོར་བ་དང་བསྟུན་ཐེངས་འདིའི་སྐོར་སྐྱོད་རེད་ད་ནང་བཞིན་སྐོར་སྐྱོད་ཁྲོད་ལ་ཡང་ཁོང་གིས་གསུང་བཤད་གནང་སྤེལ་གྱི་བརྗོད་གཞི Poetry and Freedom སྙན་ངག་དང་རང་དབང་ད་ནང་བཞིན Writing and Resistance། ཅིག་རྩོམ་རིག་དང། གོ་སྐྱོན། བཅས་བཅས་དེ་ཚོ་དང་འབྲེལ་བ་ཡོད་པའི་ཐོག་ནས་ང་ཚོ་གླེང་མོལ་ཁག་ཅིག་ཞུ་གི་ཡིན། བརྩོན་འགྲུས་ལགས་ད་རེས་སླར་ཡང་ང་ཚོ་སྒྲ་འཇུག་ཁང་ལ་ཕེབས་པར་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་བདེ་ལེགས།
བརྩོན་འགྲུས་ལགས་ནི་ངས་དང་པོ་དེ་བདེ་སྐྱིད་བཀའ་འདྲི་ཞུ་གི་ཡིན་ད་ད་རེས་བརྩོན་འགྲུས་ལགས་རྒྱ་གར་གྱི་ད་གྲོང་ཁྱེར་ཕྱེད་ཀ་བརྒྱད་ལྷག་ལྷག་ཅིག་ནང་ལ་དུས་ཕེབས་བྱས་དུས་སུ་ཞུ་བ་འབྱོར་ཚགས་ཚེ་དྲོ་ཆ་བསྡད་ཀྱི་ཡོད་རེད་དེ་སྔ་དང་མ་འདྲ་བར་ད་རེས་དེ་ལ་དམིགས་བསལ་ག་རེ་བྱུང་སོང། ད་ད་ལྟའི་འདི་སྐོར་སྐྱོད་བྱེད་པའི་ནང་ནས་ད་རྒྱུན་རིང་ཞུ་དྲོ་ཆ་སོང། རྒྱུན་རིང་ཤོས་ལབ་པའི་སྐབས་ལ་ཡང་གར་ཚང་ནས་སྐོར་སྐྱོད་ཅིག་མགོ་ཚུགས་ཡོང་དུས་གཅིག་བསྡུས་གཉིས་བསྡུས་བྱས་བྱས་འགྲོ་འགྲོ་བ་བདེ། འགྲོ་འགྲོ་བ་བདེ་བས་བདེ་བ་སོང་ཙང། སྔོན་མ་རྒྱུན་རིང་ཤོས་དེའི་ཟླ་བ་གཉིས་རེད་བཞག་ད་ལྟའི་དེའི་ཟླ་བ་གསུམ། དང་ཕྱེད་ཀ། ཁ་ཆེ་ཟླ་བ་བཞི་མན་ཚེ་ཞིག་དེ་འདྲས་བྱ་གི་འདུག་དེ་དེ་རྒྱུན་རིང་ཤོས་རེད། ཨ་ནི། དེ་མ་ཚད། རྒྱ་གར་ས་ཆ་མང་པོ་བཞུགས་ཅིག་ལ་ཡང་སྐོར་བ་ཐལ་སོང། གཏམ་བཤད་ལས་རིམ་ཁོ་རང་ཕལ་ཆེན་དྲུག་ཅུ་ལྷག་ཙེ་ཞིག། དེ་འདྲའི་ཆེ་ཆུང་སོང། ཟིན་ལ་ད་ལྟ་གོང་ལ་ཡང་འཁྱུག་ཅིག་སོང་ད་དུས་ཕེབས་པའི་སྐབས་ལ་གཙོ་བོ་སྙན་ངག་གྱེར་འདོན་དང་དེ་འདྲའི་གནང་སྒོ་ར་ཡང་དེ་མ་ཡིན་པའི་ད་ག་རེ་ག་རེ་གནང་སྒོ་རེད་ད་ས་ཆ་དེ་གའི་མང་པོ་ཅིག་ལ་ཕྱིན་སློབ་ཕྲུག་མང་པོ་ཞིག་ཐུག་སྒོ་རེད། རེད་ད་དེ་གནང་ལ་མཛད་རིམ་མང་པོ་རེད་ད། ས་ཆ་ག་ཤེད་ལ་ད་བོད་པ་རྩ་བ་ཉིད་ནས་མཐོང་མ་མྱོང་བའི་ས་ཆ་དེ་འདྲའི་ནང་ལེགས་འདུག་དཔེར་ན་ཀེ་ར་ལ་ནང་ལ་ཡང་གཞུང་གིས་བཙུགས་པའི་གཙུག་ལག་སློབ་གཉེར་ཁང་ཆེན་པོ་དེ་འདྲ་ཡོད་རེད་དེ་འདྲའི་ནང་ལ་ཡང་ད་བོད་པ་སུ་གང་མ་སླེབས་པའི་ས་ཆ་དེ་འདྲ་འདུག་ག་ཤེད་ཀྱི་ད་བོད་པ་མཐོང་བ་དང་པོ་ཡིན་ལ་དེ་འདྲའི་དེ་འདྲའི་འདུག། ས་ཆ་འགའ་ཤས་ལ་རྒྱ་གར་རིན་པོ་ཆེའི་མཚན་སྙན་གྲགས་ཆེན་པོ་རེ་མང་པོ་ཞིག་གོ་མྱོང་འདུག་དཱ་ལའི་བླ་མ་ལ་དྭགས very good person རེད་འདྲ་མི་ཡག་པོ་ཞིག་པོ་ལེགས་པོ་འདུག་ཡིན་ནའི་རྒྱ་གར་རིན་པོ་ཆེ་དང་བོད་པ་ད་ཅིག་འབུམ་གཅིག་མན་ཙི་ཅིག་རྒྱ་གར་ལ་ཡང་སྐྱབས་བཅོལ་བྱེད་ཆོག་ལོ་དྲུག་ཅུ་དྲུག་བར་བ་མང་པོ་ཅིག་དེ་ཤེས་ཀྱི་མི་འདུག་བ་ཆབ་སྲིད་གནས་སྟངས་དེ་དེ་མི་སོང་ཙང་ཡང་ཆབ་སྲིད་གནས་སྟངས་ཀྱི་ཐོག་ནས་ཡང་གསལ་པོ་ཅིག་ཞུ་དགོས་ཡ། འགའ་ཤས་ཅིག་བོད་པའི་སྐོར་ལ་གནས་ཚུལ་ཤེས་ཀྱི་མེད་པ་ཚང་ཨ་ནི་མཚམས་རེར་བོད་སྐད་རྒྱབ་རེད་པ། མཚམས་རེར་གཞན་དོན་འདི་འདྲའི་སྐྱོ། ཅིག་ལྟ་བོད་པའི་སྐད་འདི་འདྲའི་ཡོད་རེད་ཨ་ནི་གཞན་དོན་འདི་འདྲའི་ཡོད་རེད་མཚམས་རེར་ཨེ་ལ་ཞེས་གཏམ་དགོས་འདི་འདྲའི་ཡོང་གི་འདུག་བ། བྱས་ཙང་འདི་འདྲའི་རིགས་ནི་ད་ཅིག་བོད་པའི་གི་རྣམ་པ་རྣམ་པ་མང་པོ་ཅིག་ནས་ངོ་སྤྲོད་བྱེད་དགོས། ཨ་ནི་འགའ་ཤས་ལ་ཨ་ནི་པར་བསྟན་སྲབ་སྒྲ་བསྟན་ལུག་རྒྱུད་བཤད། བརྙན་པར་དེ་འདྲའི་བསྟན་ཆེ་ཡང་གནས་ཚུལ་འགྲེལ་བཤད་རྒྱག་དགོས་དེ་འདྲས་ཡོང་གི་འདུག། ད་ནི་སྐད་གཙང་གཙོ་བོ་དེ་རྩོམ་པ་པོ་བྱས་ནས་སྐད་གདངས་དགོས་རེད་ད་ལས་འགུལ་བ་བྱས་ནི་མ་རེད་ལས་འགུལ་བ་བྱས་ང་བོད་རང་བཙན་ཤེས་ཀྱི་ལགས་ན་ཐུགས་སྣང་དཔོན་གནང་ལྟས་ཁག་པོ་རེད། མང་པོ་ཅི་གནང་ལ་ཡ་ང་རྩོམ་བྲིས་ཡོང་སོང་ཚང་རྩོམ་པ་པོ་བྱས་བྱས་སྐད་གདངས་དགོས་རེད་ཨ་ནི་གཙོ་བོ་བཤད་ཡ་དེ་རྩོམ་རིག། དང། ཨ་ནི། རྩོམ་རིག་སྒྱུ་རྩལ། རྩོམ་རིག་རྩོམ་གྱི་ཡོང་ཁུངས། རྩོམ་བྲིས་པའི་གི་རྒྱུན། ནང་ལ་ཡང་ཨ་ནི། ཉམས་མྱོང་ག་འདྲ་ག་འདྲ་བྱུང་གི་འདུག་རྩོམ་པ་པོའི་ཉམས་མྱོང་གི་ཐོག་ནས་འདི་འདྲའི་སྐད་བཤད་གི་རེད། ཨ་ནི། འཐབ་རྩོད་ནང་ལ་ཡང་འགོག་རྒོལ་གྱི་བསམ་བློ་འདི་རྩོམ་ནང་ཡང་ག་འདྲ་ཡོང་གི་འདུག་འདི་འདྲའི་སྐོར་ལ་ཡང་བཤད་ཡོང་དུས་ཨ་ནི་ཁོང་ཚོ་རང་བཞིན་གྱིས་དགའ་བོ་བྱེད་ཡ་དང། ཨ་ལྷག་པར་དུ་དེ་རྩོམ་བྲིས་ཡ་ལ་ཞུགས་ཀྱི་ཕན་ཐོགས་གི་འདུག་ལབ་གི་འདུག་ག་ནི་རྒྱ་གར། རང་བཙན་ཐོབ་བསྡད་ཡོད་རེད་ཨ་ནི་ང་ཚོ་ནང་བཞིན་འཐབ་རྩོད་གལ་ཆེ་བོ་མེད་པའི་གི་རྣམ་པ་དེ་འདྲ་ཞོག་རེད་རང་བཙན་ལྡན་པའི་རྒྱལ་ཁབ་ཡིན་ལ་དུས་འཐབ་རྩོད་བྱེད་མ་དགོས་པ་དུ་མ་རེད་བ་འཐབ་རྩོད་དམ་པོ་ཡིན་ནའི་དཔེ་མོ་བྱེད་དགོས་ཡིན་པ་ཡིན་ནའི་ང་ཚོས་ད་ཅིག་གི་མི་རིགས་ངོ་བོ་གཟིམ་ཐང་དང་ཨ་ཆོས་དང་རིག་གཞུང་ཉམས་ཅིག་གི་ཉར་ཚགས་བྱེད་དགོས་ཨ་ནི་དེའི་ཤེས་ཡོན་དང། སྒྱུ་རྩལ་རང། ལས་འགུལ་གྱི་ངོ་བོ་བྱས་ནས་སྐད་ཆ་བཤད་ཡོང་དུས་ཨ་ཁུ་ཚོས་ཞུ་གཅིག་གིས་དགའ་པོ་བྱེད་ཡ་དང་ཨ་ནེ་སློབ་གསོ་ཞུ་བྱུང་གསུངས་ཟིན་ཨེ་འདྲེ་ལབ་གི་འདུག། ཟིན་ལ་ད་ལྟ་གོང་ལ་འཁྱུག་སོང་ཟེར་བ་ད་ལྟ་ས་ཆ་ཁ་ཤས་ལ་ཡིན་པ་ཡིན་ན་ད་ལྟ་ཡིན་པ་ཡིན་ནས་བོད་ལ་ན་ད་ཧ་མ་གུ་ཉེ་དེ་འདྲེ་ཡོད་རོ་ད་དཔེར་ན་ང་ཚོ་ལོ་དྲུག་ཅུ་ལྷག་སྤྲོ་གོ་ར་བཙན་རྒྱ་སྐྱབས་བཅོལ་ནང་ལོག་ལ་བསྡད་ཕྱིན། ད་ད་ལྟ་ཡིན་པ་ཡིན་ནས་ང་ཚོ་བོད་ཀྱི་གནད་དོན་དེ་ཧ་མ་གུ་ཉེ་མང་པོ་ཡོད་དུས་ཙམ་པ་ལ་ཅིག་གོ་ལྡོག་གི་ལས་འགུལ་དེ་གལ་ཆེན་པོ་ག་ཚོད་སུ་གཏོང་གི་འདུག། རེད་ད་ང་ང་སེམས་ཚོར་ལ་ཡ་ད་འདྲ། རྒྱ་གར་ནང་ལ་ད་ལྟ་ཡིན་པ་ཡིན་ནའི་མི་མང་ང་གཅིག་གིས་བོད་རང་བཙན་ཤོར་བ་དང། ཨ་ནི་རྒྱ་མིས་བོད་བཙན་གནོན་བྱས་བྱས་ད་ལྟ་རྒྱ་གར་གང་ལ་ཡང་རྒྱ་མིས་འཇིགས་སྐུལ་བྱས་ཡ་དང་གནོད་འཚེ་བྱས་ཡ་དང་ཨ་ནི་རྒྱ་གར་ཡིན་ནའི་གཞལ་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་རྒྱ་མིས་བོད་བཙན་གནོན་བྱས་ནས་ཨ་ནི་རྒྱ་གར་གང་ལ་ཡང་གནོན་ཤུགས་སྤྲད་ཡ་དེ་ཡོང་གི་ཡོད་པའི་གནས་ཚུལ་མང་པོ་གཅིག་གིས་ད་ལྟ་ཡིན་ནའི་རྒྱ་གར་ཤེས་ཀྱི་མ་རེད།

སྙན་ངག་དེ་ཚོ་གྱེར་འདོན་གནང་པ་ཙམ་མ་ཡིན་པ་ཡང་ད་ལྟ་མཐོ་སློབ་ཁག་ཅིག་ལ་ད་ལྟ་བརྗོད་གཞི་ངེས་གཏན་ཐོག་ལ་ཡང་གསུང་བཤད་དེ་འདྲའི་གནང་འདུག་དཔེར་ན་ཆ་བཞག་པ་ཡིན་ན་ད་ལྟ Poetry and Freedom སྙན་ངག་དང་རང་དབང་ཞེས་ཨན་ད་ག་ན་བཞིན་ཡང Writing and Resistance ཅེས་རྩོམ་རིག་གི་ཐོག་ནས་ཡང་གོ་སྐྱོད་བྱེད་སྟངས་དེ་འདྲའི་ཐོག་ལ་གསུང་བཤད་དེ་འདྲ་གནང་འདུག་བརྗོད་གཞི་འདི་གཉིས་གནད་འགག་ག་འདྲའི་ཐོག་ཞིག་མཐོང་སོང་གཏམ་དགོས་ཡ། ད་འདྲ་གཏམ་བཤད་བྱས་ནང་ལ་མང་ཆེ་གི་བརྗོད་གཞི་འདི་གཉིས་རེད། དེ་ག་རེ་ཟེར་ན་རྒྱ་གར་ནང་ལ་ཡང། སྤྱི་བཏང་གི་བསམ་བློ་ལ་ང་ང་ཚོ་ད་རང་བཙན་ལྡན་པའི་རྒྱལ་ཁབ་རེད་ཨ་ནི་ད་ཁྱེད་རང་སྐྱབས་བཅོལ་རེད་ཟེར་རྗེས་ང་སྐྱབས་བཅོལ་བ་ཞེས་ཅིག་སྒྲུབ་འོར་བ་དེ་ཡིན་དུས་ཁོ་རང་ཚོའི་གི་གདེང་ཚོད་སྒྲོག་བཞིན་ལ་ང་ཚོ་རང་བཙན་ལྡན་པའི་རྒྱལ་ཁབ་ཡིན་ད་ཅིག་གི་ང་ཚོའི་མི་ཚེ་ལ་ཡ་ད་ཡ་ལ་ཅིག་ད་གླ་ཆ་ལས་ཀ་ཡག་པོ་ཅིག་རག་ཡ་ཅིག་དང་གླ་ཆ་འགྲོ་ཅིག་གོ་གནས་འགྲོ་ཅིག་པ་ཡ་དེ་འདྲས་ཅིག་མ་གཏོགས་དམིགས་ཡུལ་ཆུང་ཆུང་རེད་བ། ང་ཚོ་ཆུང་དུས་ནས་བོད་རང་བཙན་ཤོར་རེད་ཨ་ང་ཚོ་འཐབ་རྩོད་བྱས་བ་རེད་ལ་ཡ་གི་འདི་འདྲས་གི་བསམ་བློ་དེ་ཆུང་དུས་ནས་སླེབས་ནས་ང་ཡིན་ན་འཛིན་གྲྭ་ལྔ་བ་ཡིན་དུས་ནས་དམ་བཅའ་བཞག་མྱོང། མང་པོ་ཆེན་པོ་ཆགས་ཡོད་དུས་སོ་སོའི་སྒེར་གྱི་དོན་དང་མེན་པ། བོད་རང་བཙན་དོན་དང་ལས་ཀ་ཇི་ཡིན་བསམ་མེད་ངང་འཛིན་གྲྭ་ལྔ་བའི་ནུས་པ་དམ་བཅའ་བཞག་མྱོང། ཨ་འདི་འདྲའི་དམ་བཅའ་བཞག་ཡིན་ལབ་དུས། སྤོ་སྒོ་རྒྱག་སྤོ་སྒོ་ཧང་སང་གི་འདུག་བ། རྒྱལ་ཁབ་ཅིག་དང་མི་རིགས་ཅིག་དོན་དང་ལས་ཀ་ཇི་ཡིན་ལབ་དུས། སོ་སོའི་གི་མ་འོངས་མདུན་ལམ་དང། ཅིག་གི་གླ་ཆ་ས་ཡ་ཏི་ཏི་ཏི་ཞོར་རེར་རིང་ཞིག་ཡོང་བསྡད་ཡོད་བ། བྱས་ཙང་ད། རང་དབང་དང་རྩོམ་རིག་སྐོར་ལ་ཡར་སྐྱེད་ཕྱིར་ཡོང་དུས། སྤྱི་བཏང་མང་པོ་ཅིག་ཁར་སེམས་ཁོར་སེ་ན། ཨ་ནི་རྩོམ་རིག་དང་རང་དབང་ཟླབ་ཡོང་དུས་ཅིག་རྩོམ་རིག་ནང་ལོགས་ལ་ཡ། སྐད་འབོད་རྒྱ་ཡལ་འདྲ་བོ། ཅིག། ཁྱོད་སྡུག་ཅག་རེད་ང་ཡག་པོ་རེད་ཡིན་ལ་འདི་འདྲའི་ཅིག། ཨེ་འདྲ་མ་རེད། དཔེ་ཆ་ན་ང་རེད་དེ་འདྲ་རྩོམ་རིག་དང་སྙན་ངག་མང་པོ་ཅིག་བྲིས་ཡོད་རེད། སྒྲུང་འདི་འདྲའི་བྲིས་ཡོད། ཨ་ནི་ཡང། ཅིག་ལྷུག་རྩོམ་འདི་འདྲའི་བྲིས་ཡོད་རེད། འདི་འདྲ་མང་པོའི་ནང་ལ་ཡང། རྒྱ་མི་ལ་འགོག་རྒོལ་བྱས་པ་ལས། རང་མི་རིགས་ཀྱི་བསམ་བློ། གཞོན་སྐྱེས་ལ་སློབ་གསོ་ལྷག་པར་དུ་ཆོས་དང་རིག་གཞུང་གལ་ཆེན་པོ་ཡིན་པའི་ཐོག་ནས་འདིས་རྩ་ཆེན་པོ་ཞུ་བཞིན་པ་ཐོག་ནས་སོ་སོའི་མི་རིགས་ངོ་བོ་དེ་ཆོས་དང་རིག་གཞུང་ནས་ཟིན་ཐུབ་ཀྱི་ཡོད་པ། ལྷག་པར་དུ་ཆབ་སྲིད་གནས་སྟངས་ཀྱི་ཐོག་ནས་སོ་སོ་ག་བ་སླེབས་ཡོད་མེད་སོ་སོ་ངོ་ཤེས་ཡ་དེ་རྩོམ་ནང་ལ་ཁྱད་ཆོས་གཅིག་བྲིས་ཡོད་རེད་དོན་དག་གཉིས་པ་དེ་ཨ་ནི། བཤད་ཡ་དེར་ཕྱི་ལོགས་ལ། བཅུག་སོ་སོའི་བསམ་ཚུལ་གཞན་ལ་བཤད་ཐུབ་ཡ། ཡིན་ནས་རྩོམ་གྱི་ལས་ཀ་དང་པོ་དེ་མགོ་འཚོས་ཡ་དེ་རེད། གཏིང་ཟབ་པོ་འགོ་འཚོལ་ཡ་དེ་རེད། ཨ་ནི་གཏིང་ཟབ་པོ་བྱེད་ཆེད་འགོ་འཚོལ་ཡ་ལ་ད་རྩོམ་པ་པོ་ཨ་ནི་ལྷོད་པོ་བྱས། ལུ་གུ་ནང་ལ་བལྟ་བའི་སྐབས་ལ་ཡང་སོ་སོའི་གནས་ཚུལ་གཅིག་པོ་མ་ཡིན་པ་རྒྱལ་ཁབ་དང་མི་རིགས་ཀྱི་ལུ་གུ་ནང་ལ་བལྟ་ཡ་ཡོད་དེ་ངས་ད་ལྟའི་གནས་བབ་འདི་ཨ་ད་ཆོས་དང་རིག་གཞུང་དང་དཔལ་འབྱོར་དང་ཆབ་སྲིད་དང་གང་ཅིའི་ཐོག་ནས་རྒྱ་ཆེ་ས་ནས་བལྟ་ཐུབ་ཡས། མ་འོངས་ཕུགས་བསམ་ལ་ཡ་ག་བ་འདྲ་ཞིག་འགྲུབ་ཀྱི་འདུག་བསམ་ནས་གནས་ཚུལ་རྫ་འཚོལ་ཡ་འདི་རྩོམ་གྱི་ད་ཅིག་ལས་འགན་གཙོ་བོ་འདི་རྫ་འཚོལ་ཡ་དེ་རེད་བཞག།

རྒྱ་ཆེན་པོ་བྱས་བྱས་བལྟས་པ་ཡིན་ན་ཨ་ནི་ཚིག་རྩུབ་ཚ་བ་ཡོང་ཐུག་འདུག་བ Imagination ལྟ་བུའི་བ་ང་ཚོས་ད་འདི་ནང་ལོགས་ལ་ཡང་ཨ་ནི་སྙན་ངག་གི་སྒྲོ་བཏགས་བྱས་ཨ་ནི་གནས་ཚུལ་དྲག་པོ་ཞུ་ཡིན་པ་ཡིན་ནས་ལས་སླ་པོ་ཅིག་འགོ་ཚུགས་ཡས་ཨ་ནི་གཏིང་ཟབ་པོ་ཞུ་ཅིག་ཡིན་པ་ཡིན་ནས་ཡང་ཚིག་སྦྱོར་གྱི་སྙིང་རྗེ་བོ་ཅིག་གི་ཐོག་ནས་ཨ་ནི་དོན་དག་འདི་རུབ་བྱས་བཅུག་ཐུབ་ཡས་འདི་འདྲའི་ཚིག་སྦྱོར་ཚ་བ་ཡོང་འདུག་བ་བྱས་ཙང་འདི་འདྲའི་བྱས་བྱས་ད་ང་ཚོས་འཐབ་རྩོད་བྱས་པའི་སྐབས་ལ་ང་ཚོ་སྒྱུ་རྩལ་ངོས་ནས་འཐབ་རྩོད་བྱེད་དགོས་རེད་ཤེས་ཡོན་གྱི་འཐབ་རྩོད་རྒྱུ་མཚན་བསྐྱོད་ཆེད་ང་ཚོ་བོད་རང་བཙན་ཡིན་ལ་དགོས་ཡོད་རུང་མ་གཏོགས་ང་ཚོ་ཅིག་ངར་བྱས་ང་ཚོ་བོད་པ་ཡིན་པ་སོང་ཙང་ངར་བྱས་འདི་མ་རེད། ལྷག་པར་དུ་སེམས་ཀྱི་ནང་ནས་ག་ཚོད་ངར་གྱི་ཡོད་ནས་འདིའི་གི་ནུས་པ་འདི་རྩོམ་རིག་དང་སྒྱུ་རྩལ་ངོས་ནས་མ་བཏོན་པ་ཡིན་ན་ཨ་ནི་ཞེ་དྲག་གི་ཕན་རླབས་ཆེ་ཡོད་རེད་ཟེར་ཆེད་འདི་འདྲའི་ཐོག་ནས་གཏམ་བཤད་བྱས་ཞུ་བ་མང་པོ་ཡོད། ལོ་སུན་ལོ་ཏི་ལ་ད་ཉིན་དེ་ཅིག་ག་འདྲ་བྱུང་གི་ད་ལྟ་རྩོམ་རིག་གི་ཐོག་ནས་ད་ཅིག་སོ་སོའི་ལོ་རྒྱུས། ངོ་སྤྲོད་གནང་ཡག་ཡིན་པ་ཡིན་ནའི་དེ་འདྲའི་ཐབས་ཤུགས་ཆེན་པོ་རུ་དཔེར་ན་ང་ཚོས་ཀྱི་ད་ལྟའི་བོད་ཀྱི་ལོ་རྒྱུས་ནང་ལོགས་ལ་ཕྱི་མིག་བལྟས་པ་ཡིན་ནའི་ད་ལྟ་ཨ་རིག་གི Revolution རེད་དག་ན་བཞིན་གྱི French Revolution ད་དེ་ཚོའི་གྱི་གསར་བརྗེས་ཀྱི་དུས་སྐབས་དེ་ལ་ཡིན་པ་ཡིན་ནའི་རྩོམ་པ་པོ་དང་སྙན་ངག་མཁན་དེ་ཚོས་ཀྱི་ཚིག་བརྗོད་ཁ་ཤས་ཅིག་གིས་མི་མང་ནང་ལོགས་ལ་སེམས་འགྱུས་ཐེབས་ཐུབ་པ་དེ་འདྲ་བྱུང་བ་རུ་དཔེར་ན་ང་རང་ཚོ་གནས་ཡུལ་རྒྱ་གར་ནང་ལོགས་ལ་ཡིན་པ་ཡིན་ནའི་རྒྱ་གར་རང་དབང་འཐབ་རྩོད་སྐབས་ལ་ད་ལྟ Vande Mataram ལ་ཡིན་པའི་དང་པོ་ཡིན་པ་ཡིན་ན་འདི་སྙན་ངག་ཅིག་རོ་ཡིན་པ་ཡིན་ནའི་མི་མང་ནང་ལོགས་ལ་ཚིག་ད་ག་རང་གི་ཤུགས་ཞུགས་ཤིག་ཐེབས་ཐུབ་པར། ད་དེ་འདྲའི་ཐོག་ལ་ང་རང་ཚོ་བོད་པའི་ནང་ལོགས་ནས་དེ་འདྲའི་སྐོར་ལ་དོ་སྣང་བྱེད་ཡས་དེ་གནད་འགག་གང་འདྲའི་རོ་ཞིག་གཟིགས་ད་གདའ། གནད་འགག་ཆེན་པོ་རེད་ང་ཚོ་ནམ་རྒྱུན་ད་སྙན་ངག་ལབ་དུས་སྙན་པོ་དང་སྒྲོ་བཏགས་ཀྱི་རོ་ཞིག་ལས་སྙན་ངག་བརྩི་ཡས་རོ་ཞིག་མ་འདུག་སྙན་ངག་གི་རིན་ཐང་གཙོ་བོ་དེ་ད་དུང་ཡིན་ནའི། ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ་ཡག་པོ་ཅིག་བསམ་བློ་བཏང་མི་འདུག་བསམ་བསམ་རེ་བ་ཅིག་འདི་འདྲའི་ཅིག་ཡོང་གི་འདུག་དཔེར་ན་རྒྱ་གར་དབྱིན་ཇིའི་མངའ་ཁོངས་ལ་ཡོད་པའི་སྐབས་ལ། རྒྱ་གར་མི་མང་ནང་ལོགས་ལ་ཡ། རང་དབང་རང་བཙན་ཅིག་ནི་ད་འདྲ་ན་ཞིང་དམངས་གཙོའི་དུས་ཚོད་ཅིག་ཡོང་གི་རེད་བསམ་པའི་ཡུལ་ལ་ཡོད་མ་རེད། ག་ཚོད་ཡོད་མ་ཟེར་ན་གཅིག་ནི་དབྱིན་ཇི་དབང་དང་ནུས་པ་ཁོ་རང་ཆེ་དྲགས་ནས། རྒྱལ་སྤྱིའི་ནང་ལོ་ནི་བརྒྱ་ཆ་སུམ་ཅུ་གཉིས་དབྱིན་ཇི་མངའ་ཁོངས་རེད་བ། དེ་དུས་ཨང་དང་པོ་རྒྱ་གར་རང་དབང་བྱེད་ཅེས་ཚིག་དང་པོ་བཤད་མཁན་དེ་ཤི་རི་ཨོ་རུ་བིན་དོ་གྷོས་རེད་སྙན་ངག་མཁན་དང་ཨ་ནི་གསར་བརྗེ་བསམ་བློ་ཡོད་དོན་མཁན། དེ་ནས་ར་བིན་དི་རི་ནཱ་ཏྲེ་གོར། རང་དབང་གི་སྐོར་ལ་ཡང་སྙན་ངག་འདི་འདྲ་བྲིས་བྱས། ཨ་ནི་ཞུས་ནས་ཨ་ནི་ཞུ་ལ་ཡང་ཨ་གང་འདི་བྱས་དང་ཨ་ནི་ད་ཆབ་སྲིད་ལས་འགུལ་པ་དེ་ཚོ་སླེབས་རེད་བ་ད་འདི་གི་ནུས་པ་དེ་གང་ཅི་ནུས་སྐོར་ཟེར་ན། སྙན་ངག་གནང་ལུགས་ལས་གལ་ཆེ་ཤོས་དེ་སྣང་བ་རེད། Imagination། རེད། སྣང་བ་བསླབ་པ་ཡོང་དུས་ད་ལྟ་མཐོང་བ་འདི་དངོས་ཡོད་མ་རེད། མ་མཐོང་བ། བྱུང་སྲིད་པའི་གི། ཨ་ནི་ད་ལྟ་མེད་པ། ད་ལྟ་བུ་དུ་བསམ་བློ་འཁོར་མ་མྱོང་པའི་གི་ས་ཆ་འདི་འདྲས་ཅིག་དང་ཨ་ནི་འདི་འདྲས་ཀྱི་འདི་སྙན་ངག་གི་སྒྲོ་བཏགས་ཅིག་བྲིས་ཡོང་བས། མ་བྱུང་བས་ཀྱི་འབྱུང་མི་སྲིད་བས་ཀྱི་སྒྲུང་འདི་འདྲའི་བྲིས་ཡ། སྤྱིར་ད་དེ་ཚོའི་ཚུགས་ཁས་ཡོང་ཡོང་དུས་ཨ་ནི་དཔེར་ན་ད་འདྲ་བ་འདི་མ་བྲིས་རམ་ཟེར་ངེས་ཏེ། ད་དེ་ཚོའི་དྲན་སྣང་ལོ་ལེགས་རང་དབང་དང་བསམ་བློ་གི་ནུས་པ་ཤུགས་ཆེན་པོ་ཡིན་པ་སོང་ཙང། ཨ་འདི་གིས་མི་མང་གི་བསམ་དགུའི་འཐད་པ་དང་སྣང་བ་ཁོ་རང་ལྟ་ཕྱོགས་སྐོར་འགྱུར་བ་བཏང་ཡོང་བ་འདུག་བ། ང་རང་ནང་ལོགས་ལས་སྙན་ངག། སོ་སོའི། ཅིག་བོད་པའི་སྤྱི་ཚོགས་ནང་ལ་བུའི་ནང་བྲིས་པའི་སྙན་ངག། ཀློག་དགོས་ཡས་མང་ང་འདུག། ཀློག་བ་ལས་བྲིས་ཡས་ཀྱི་ལན། ནུས་པ། སྟོན་བྱེད། འདི་ལ་ཤུགས་རྒྱག་ཡས་ཀྱི། ནུས་པ། གལ་ཆེ། འདི་འདྲས་འདུག། ཨ་ནི་བུའི་ནང། གཅིག་པུ་མ་ཡིན་པའི་ད་རྒྱལ་སྤྱིའི་ནང་ལོགས་ལ་ཀྱང་སྙན་ངག་སྣང་མ་འདྲ་མང་པོ་བྲིས་ཡས་རེད། དེ་ཚོ་འདི་ཚོའི་ཀྱི་ནུས་པ། རྟོགས་ཐུབ་ཡས་ཞུ་ཞིག་གལ་ཆེན་པོ་རེད་བསམ་གྱི་འདུག། སྤྱི་བཏང་ནི་ང་ཚོའི་བོད་པའི་ནང་ལོགས་ལ་ད་ལྟ་འདི་གནས་བབ་འདི་ག་འདྲའི་རོ་ཞིག་མཐོང་གི་ཡོད་ན་སྙན་ངག་ཐོག་ནས་ང་རང་ཚོའི་འཐབ་རྩོད་ལ་ཡང་ནུས་པ་སྤུངས་ཡོད་དེ། ཞུ་ཞིག་གི་ནུས་པ་ཆེན་པོ་འདི་འདྲའི་རེད་བསམ་གྱི་མི་འདུག་ཡིན་པ་ཡིན་ན་ད་དེ་ཡིན་ནའི་འདི་ལ་ནུས་པ་ཞུ་ཡོད་དེ་ངས་གཅིག་དང་ནི་འདི་ལས་ལྷག་ག་བྱེད་ཐུབ་ཡེ་འདི་གལ་ཆེན་པོ་རེད་ཤག་གཅིག་ནས་ང་ཁར་བསམ་གྱི་འདུག་ཟེར་ན་ད་དྲ་བོད་ནང་ལ་ཡང་ད་སྙན་ངག་གནང་བ་ར་མང་པོ་ཅིག་ཡོང་གི་ཡོད་རེད་ད་ད་བཙན་བྱོལ་ནང་ལོགས་ནས་བོད་ནང་གི་སྙན་ངག་དྲིས་པ། འདི་ལ་ཀློག་ཡས་འདི་ལ་བསམ་བསམ་བློ་བཏང་ཡས། འདི་ཡི་ཐོག་ནས་བོད་ནང་གི་དངོས་ཡོད་གནས་སྟངས་ཤེས་པ་མ་ཚད། མ་འོངས་ཕུགས་བསམ་ཡས། སྙན་ངག་འདི་ཚོའི་ནང་ལ་ག་ཚོད་ཅིག་གིས་ང་ཚོའི་དངོས་ནས་དོན་དོ་རྟོགས་ཐུབ་ཡས་དང་འདི་ཡི་ཐོག་ནས་ང་ཚོའི་སེམས་ཤུགས་ག་ཚོད་ཅིག་འཕགས་ཐུབ་ཡས། འདི་ཚོའི་སྐོར་ལ་ཡ་ལྟ་ཡས་དེ་ད་ལྟ་ཡིན་ནའི་ནུས་པ་ནུས་པ་དང་ཨ་ནི་སྤྱི་བཏང་ནས་ཅིག་གི་ལག་ལེན་དང་མ་སོང་ན་ཉུང་ཉུང་རེད་བསམ་གྱི་འདུག་དེ་ད་དུང་གཏིང་ཟབ་ཅིག་ཅིག་བྱེད་དགོས་ཡས་གལ་ཆེན་པོ་རེད་བསམ་གྱི་འདུག་ད་འདྲ་བཙན་བྱོལ་ནང་ལ་ཡ་ད་ང་ཚོ་སྒྱུ་རྩལ་སྟེགས་ཡིན་ན་ད་མང་ཆེ་ཞིག་ཞེས་བཏང་ཡས་འགྲོ་ཅིག་འགྲོ་བ་ཅིག་སྣང་བ་འགྲོ་ཡས་འགྲོ་ཅིག། ད་འདི་ཐོག་ལ་ང་ཚོ་ཐབས་ལམ་འགྲོ་ཅིག་གར་གཟིགས་ཀྱི་འདུག་དཔེར་ན་ཆ་བཞག་ཡོད་ན་ད་ང་ཚོ་བཙན་བྱོལ་ནང་ལོ་ལ་ལོ་དྲུག་ཅུ་ལྷག་འགྲོ་འོག་རེད་ད་གཞོན་སྐྱེས་འཚར་ལོངས་བྱུང་རྒྱུ་མང་ཆེ་ལ་ཤེས་ཚད་ག་ལ་ཧང་ཙམ་ཡོད་བསྡད་རོགས་དཔེར་ན་ཆ་བཞག་ཡོད་ན་ཁ་ཆེ་བཙུན་ཁྲི་ལགས་ཀྱིས་ད་ལྟ་ཀེ་ར་ལ་ལ་གསུང་བཤད་ཞིག་གནང་བའི་སྐབས་ལ་འདི་ཅིག་གསུངས་འདུག་ཅིག་སོ་སོའི་གི་ངོ་བོ་དག་དེ་ཚོ་ཅིག་སོ་སོའི་ངོས་ནས་རྩོད་དགོས་ཀྱི་ཡོད་ན་དང་པོ་དེ་ལ་ཨ་སོ་སོའི་གི་སྒྲུང་དེ་སོ་སོས་བྲིས་ཐུབ་བ་བྱས་དེ་གལ་ཆེན་པོ་རེད་ཟེར་འདུག་ད་དེ་འདྲའི་འགྲོ་ལམ་སྟོན་འགྲོ་གར་ཡོད་རེད། ད་ལམ་སྟོན་ཙམ་མ་བཟོས་ན་ང་རའི་བསམ་ཚུལ་ལ་གར་ཡོང་ཟེར་ན། བཙན་བྱོལ་ནང་ལོ་ལིའི་དེབ་གློག་ཡོད་དེ་ཞུ་ཉུང་ཉུང་རེད། དེབ་གློག་ཡོད་ཞུ་ཉུང་ཉུང་རེད་བྱས་ཙང་གློག་ཡོད་ཀྱི་གོམས་གཤིས་དེ་ཞུ་སྐྱོ་པོ་རེད། དེ་ལ་ཡང་ཚང་མས་ཀྱི་ཤུགས་རྒྱག་དགོས་རེད་བསམ་གྱི་འདུག་བསླབ་གྲྭའི་ངོས་ནས་ཤུགས་རྒྱག་དགོས་རེད། ལྷག་པར་དུ་སློབ་ཕྲུག་རང་གི་ངོས་ནས་ཤུགས་རྒྱབ་ཆེད་གློག་ཡོད་གལ་ཆེན་པོ་རེད། ད་ཡིན་ནའི་འདིའི་གློག་ནི་ནུས་པ་འདི་འདྲའི་འབྱུང་གི་རེད་ཕན་ཐོག་རེད་བསམ་ཡས་ཀྱི་སེམས་ཤུགས་འདི་དེ་ཡང་སློབ་གསོ་གཅིག་པུ་མ་རེད། གཅིག་གི་ཁ་ལོ་ཐུལ་མཁན་གཅིག་པུ་འགྲོ་གི་མ་རེད། ང་རའི་བསམ་ཚུལ་ལ། བར་སྐབས་གཅིག་ནས་རང་བཙན་གྱི་དམིགས་ཡུལ་འདི་གླགས་ངན་འདྲ་བོ་ཅིག་ཆགས། ད་དམིགས་ཡུལ་ལ་ན་ད་རྒྱ་མི་མཉམ་དུ་འདུག་བསྡད་བསྡད་ཡ་རེད་བསམ་ཡ་འགྲོ་ཅིག། ག་ལེ་ག་ལེ་ད་ཚང་མ་ནི་ཕྱི་རྒྱལ་འགྲོ་གི་འདུག་ང་ཡི་འགྲོ་ཡ་འགྲོ་ཅིག་རེད་ཨ་ནི་འདྲ་འགྲོ་ཅིག་ཅི་ཙང་གཞུང་སྒེར་ནང་ལོགས་ལ་ཡང་སེམས་ཤུགས་ཆགས་ངན་གྱི་སྣང་བ་འདི་འགྲོ་ཅིག་དམིགས་ཡུལ་རྒྱ་ཆེན་པོ་དེ་མ་གཏོང་བ་བྱས་བོད་རྒྱལ་ཁབ་དང་མི་རིགས་ཀྱི་བསམ་བློ་མ་སྟོང་པ་བྱས། སོ་སོའི་མ་འོངས་མདུན་ལམ་བྱེད་ཡ་དེ་འདྲས་ཅིག་ཨ་ད་ལྟ་ཡིན་པས་ནས་བསླབ་གྲྭ་ཁག་མང་པོ་ཆེ་ནང་ལ། ཅིག་གིས་རྒྱལ་ཁབ་དེ་མི་རིགས་ཀྱི་སྐོར་ལ་ཡ་དམིགས་རྒྱ་ཆེན་པོ་དུ་མ་མ་བསླབ་པ་བྱས། ད་ཅིག་དགེ་རྒན་སློབ་གསོ་ཡིན་པ་ཡིན་ནས་ཅིག་སོ་སོའི་ལས་འགན་སྒྲུབ་རྩིས་ཅིག་ད་དེ་ཚོ་ཕྲན་ཨ་ནི། མི་རིགས་ཅིག་གསོ་སྐྱོང་བྱེད་ལ་དཔེ་ཉེན་ཁ་ཆེན་པོ་རེད། ད་ང་ཚོ་ཡིན་པ་ཡིན་ན། ཁྱོད་བསྟན་བརྩོན་འགྲུས་རེད་ཁྱོད་རང་བཙན་བཤད་ཀྱི་རེད་ང་ཚོ་བསླབ་གྲྭ་ལ་ཡ་ད། མ་ཡོང་མ་བསླབ་རྩིས་རེད།

ཨ་ནི་ཤེས་ཡོན་དོར་ལ་ཡང་ལྷག་པར་དུ་ཤུགས་རྒྱག་ཡས་ཀྱི་སྐོར་ལ་ཡང་འདི་འདྲའི་སྐོར་ལ་སྐད་བཤད་བྱུང། གུས་སྐུ། ཨ་ང་རའི་བསམ་ཚུལ་ལ་ཡང་སྤུ་གུ་ལ་ཡང་དེས་ཕན་ཐོགས་སོང་བསམ་བསམ་འགྲོ་ཅི་ཡོང་གི་འདུག་ནས་ད་གུས་སྐབས་མང་པོ་ཅིག་ད་འགན་འཁུར་ངེས་མང་པོ་ཅིག་ཞེད་སྣང་འགྲོ་བྱེད་དེ་གི་འདུག་རང་བཙན་བཤད་ན་ཨ་ནི་ཞེད་སྣང་ཡོད་དེ་གི་ཅིག་དང་དབུ་མའི་ལམ་བཤད་ན་འགྲིག་གི་ཡོད་འགྲོ་བྱེད་རང་བཙན་བཤད་ན་ཆབ་སྲིད་རེད་འགྲོ་ཅིག། ཨེ་ནས་ཡོང་གི་འདུག་སྤྱི་འདི་སྐུའི་ཡང་བྱས་བ་རེད་བསམ་གི་འདུག་སྤྱི་ཚོགས་རང། ལོ་ཚུན་ལར་ངས་འདི་གཅིག་ག་འདྲ་ཞུ་གི་ད་ད་ལྟ་ང་ཚོ་དགོངས་ལ་ཡ་ད་ད Vande Mataram འདི་གཅིག་འཕྲོས་པ་རེད་སྤྱི་དང་བརྩོན་འགྲུས་ལགས་ཀྱི་ད་ནམ་རྒྱུན་རྩོམ་མང་པོ་ཅིག་ཀློག་གནང་དགོས་རེད་ཡང་ང་ཚོ་ད་ད་རྩོམ་རིག་གི་ཐོག་ནས་འཐབ་རྩོད་ལ་ཡ་ཐུབ་ཕན་སོས་པའི་རྒྱུ་ལོ་རྒྱུས་གཞན་པ་གར་དྲན་པ་དེ་འདྲ་གར་འདུག། ད་ལོ་རྒྱུས་དྲན་པ་ལ་ནས་ད་ང་རས་ཉམས་མྱོང་ཅིག་ང་རས་རྩོམ་བྲིས་པ་ན་དཔེ་ཆ་ཤེ་ན་ང་ཚོ་ད་རྒྱུས་རིང་པོ་ཅིག་བཙན་བྱོལ་ནང་ལོ་ལ་ཡ་བསམ་བློ་ག་རེ་འཁུར་བཞིན་བསྡད་པ་ཟེར་ན་བོད་ནང་ལ་ཡོད་པའི་བོད་པ་ཚོ་དཔེ་གལ་ཆེན་པོ་རེད་ཁོང་ཚོས་ག་རེ་ལབ་ནས་ཉན་དགོས་རེད་ལབ་པའི་གལ་ཆེ་ཤོས་དེ་ཕ་གའི་རྩིས། སོ་སོས་ངོ་མ་ཤེས་པ་བྱས། བྱས་ཙང་ང་ག་རེ་བསམ་དགོས་ཚུལ་ན་ང་ཚོ་ག་བ་ཡོད་པའི་ནས་བོད་པ་ཨ་མི་རི་ཀ་ལ་བསྡད་ཀྱི་ཡོད་ནས་རེད། ཡོ་རོབ་ཁུལ་ལ་བསྡད་ཀྱི་ཡོད་ནས་རེད་ཨོ་སི་ཀྲེ་ལི་ཡ། ཡང་ན་རྒྱ་ནག་ནང་ལུགས་ལ་ཡང་སློབ་སྦྱོང་བྱས་ཏེ་ངས་བོད་པའི་གཞོན་སྐྱེས་ཡིན་པ་ནས་རེད་རྒྱ་གར་ནང་ལ་ཡོད་པ་ནས་རེད་དང་པོ་སོ་སོ་ངོ་ཤེས་ཤིག། འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་སོ་སོ་ག་བ་སྐྱེས་བཞག་གནས་སྟངས་ག་འདྲའི་གྱི་ནང་ལ་ཡར་འཚར་ལོངས་བྱེད་ཀྱི་འདུག་སོ་སོའི་ཤེས་ཡོན་ག་རེ་རེད་བཞག་འདིའི་གྱི་བརྒྱུད་ནས་ཨེ་ངའི་ངོས་ནས་ད་བོད་པའི་འཐབ་རྩོད་ནང་ལོ་ལ་ཡ་ཅིག་ཞལ་འདེབས་ད་མ་སོང་ན་ནུས་པ་ད་མ་སོང་ན་ངས་ག་རེ་སྤུངས་ཐུབ་ས་རེད་བསམ་ཡས་འགྲོ་ཅིག་དཔེ་བྱས་ན་ང་ཚོ་ཆུང་དུས་ནས་བསླབ་གྲྭའི་ནང་སློབ་སྦྱོང་བྱས་པའི་སྐབས་ལ་ང་ཚོ་རྒན་ལགས་མང་པོ་ཅིག་གིས་གསུངས་ཀྱི་རེད་ང་ཚོ་དཔེ་ཀོ་ག་ལ་ཨར་ཡོར་ད་ལ་ཡ་ཅིག

དབྱིན་ཇིས་ཀྱི་ཚིག Refugee ལ་ངེས་འདི་རེད། ཡིན་པ་ཡིན་ནའི་ང་ཚོ་སྐྱབས་བཅོལ་བྱེད་ཆེད་སྐྱེས་ཡོད་ནའི་ང་ཚོ་སྐྱབས་བཅོལ་བྱེད་ཆེད་བསྡད་ཡ་མ་རེད། ང་ཚོ་རང་བཙན་ལམ་ལ་ཡ་སླེབས་ཀྱི་རེད་སླེབས་ལ་ཉེ་གི་རེད་བྱེད་ཆེད་པེ་ཀོ་ཁ་ལ་བྲིས་པའི་ཨར་འདི་དབྱིན་ཇིས་ཀྱི་ཚིག་ཨར་འདི་མ་རེད Refugee མ་རེད། བོད་སྐད་ཀྱི་ཚིག་ཨར་རང་བཙན་ཟེར་ངེས་འདི་རེད་ལབ་ཀྱི་འདི་ཡོད་དུས། ཅིག། རྙི་བ་ཆུང་ཐུང་ཐུང་འདིའི་ནང་ལ་ཡང་སུ་སུའི་གི་ངོ་བོར་འགྱུར་བ་བཏང་འདུག་བ་སྐྱབས་བཅོལ་ནས་གྲངས་འཛིན་ཆགས་འགྲོ་གི་འདུག་བ་འདི་དུས་སེམས་ཤུགས་ཕ་རས་ཅིག་གི་ནུས་པ་ཞིག་འདུག་བ། བྱས་ཙང་འདི་འདྲའི་དེ་འདྲའི་བྱས་ནས། སོ་སོ་ངོ་ཤེས་ཡང་སོ་སོའི་གནས་ཚུལ་བཤད་ཐུབ་ཡ་དེ་བེད་ཞུ་བྱེད་གལ་ཆེན་པོ་རེད་བསམ་གི་འདུག། ད་ད་ལྟ་བརྩོན་འགྲུས་ལགས་ཀྱིས་ཉིས་སྟོང་གསུམ་དེ་འོག་བྱས་ནས་འགོ་བཙུགས་བྱས་ད་ད་ལྟ་བར་ཕྱིན་ལོ་བཅོ་ལྔ་ལྷག་སུ་འགྲོ་གི་འདུག་ར་དཔེར་ན་ང་ཚོ་ཉིས་སྟོང་བཅོ་གསུམ་ལོ་ལ་མཐོ་སློབ་ཡིན་པའི་སྐབས་ལ་བརྩོན་འགྲུས་ལགས་འདུག་ཕེབས་དུས་ང་ཚོ་ཐེངས་པ་གཅིག་མཇལ་བྱུང་རེད། རེད་ཧ་དེ་བ་རེད་རེད་ཧ་དེ་བ་ལ། བརྩོན་འགྲུས་ལགས་ད་ད་ལྟ་འབྲེལ་མང་པོ་ཞིག་གྲོས་བསྡུར་བརྩམས་པ་ལ་ད་ལྟ་འདིར་ལོ་བཅོ་ལྔ་ལྷག་སྙན་ངག་དང་འབྲེལ་བ་ཡོད་པའི་ཐོག་ནས་བོད་དོན་ཐོག་ངོ་སྤྲོད་གནང་སྐོར། ཁོ་རང་ཚོས་ངོས་ལ་དྲི་བ་དྲིས་ལན་གནང་པའི་སྐབས་ལ། དྲི་བ་མང་ཆེ་དྲོ་ཆེ་ག་འདྲས་ཡོང་སྡད་ཀྱི་འདུག། དྲི་བ། སྣེ་འཛོམས་རེད། ས་གཞི་འགའ་ཤས་ལ་ཡང་བོད་པའི་གནས་ཚུལ་ཡག་པོ་ཞུ་བ་ཧ་གོ་ངེས་འདི་འདྲས་འདུག་འདི་འདྲས་ཡིན་ན་ཡང་གཏིང་ཟབ་ཅིག་དཔེར་ན་ཁྱེད་རང་ཚོས་གྲོས་ཚོགས་ནང་ལོགས་ལ་ཨ་ནི་ག་ཚོད་ཡོད་རེད་ཁྱེད་རང་ཚོ་གནད་དོན་ག་རེའི་སྐོར་ལ་འཁྲུག་རྡུག་བྱེད་ཀྱི་ཡོད་རེད་ལ་དེ་འདྲའི་དེ་འདྲའི་ཡོང་གི་འདུག་ཨ་གནད་དོན་གཙང་བ་ཡིན་ནི་མ་ཤེས་པ་ཡིན་ན་ཨ་ནི་ད་བོད་སང་ས་བཀྲ་ལ་བལྟ་ན་ག་བ་འགྲོ་ཡོད་རེད་ལ་དེ་འདྲའི་ཡོང་གི་འདུག་བ་ས་བཀྲ་ནང་བལྟས་པས་ན་ཡ་སྟོད་ལ་དྭགས་ནས་ཤར་ཨ་ནི་མོན་རྟ་དབང་ནས་ཕ་ཨ་རུ་ན་ཅལ་འབར་མ་གི་ས་མཚམས་ནས་ཡ་ཧི་མ་ལ་ཡའི་གངས་ཚང་ཡ་བརྩིགས་པས་ན་བོད་རེད་ཟེར་ལབ་པའི་དུས་སྐུ་དྲག་པ་སྟེ་བསམ་ཡུལ་ལས་འདས་པའི་གི་ཨ་ནི་བསམ་བློ་དེ་འདྲ་ཡོང་གི་འདུག་བ་ཁོང་ཚོའི་བསམ་པ་ལ་ཡང་རྒྱ་གར་མང་པོ་ཅིག་གིས་བོད་ལ་བས་ན་ད་ཕ་ཡུལ་འགྲམ་ལ་རྒྱལ་ཁབ་ཆུང་ཆུང་རེད་སྔོན་ཆད་ན་བོད་ས་ཆ་རྒྱ་ཁུན་བརྩིས་པས་ན་ཀི་ལོ་མི་ཀྲི་གྲུ་བཞི་མ་ས་ཡ་གཉིས་དང་གྲངས་ཕྱེད་ཀ་ཡོད་རེད་ལབ་པའི་སྐབས་ལ་ཕ་ཡུལ་གི་ས་ཆ་རྒྱ་ཁུན་དེ་ཉི་ཤུ་སླེབས་ཀྱི་འདུག་བ་བོད་དེ་ཨ་ནི་རྒྱ་ནག་གི་ས་ཆ་རྒྱ་ཁུན་ཀི་ལོ་མི་ཀྲི་གྲུ་བཞི་མ་ས་ཡ་དགུ་དང་བཅུ་སོ་དྲུག་བརྩིས་ཀྱི་བ་རེད་འདིའི་ནང་ལོ་ནས་ཨ་ནི་བཞི་ཆ་གཅིག་བོད་བརྩིས་ཀྱི་འདུག། རྒྱ་གར་གྱི་ས་ཆ Kilometer གྲུ་བཞི་མ་གསུམ་དང་གྲངས་ཆུང་གཉིས་བརྩིས་པ་རེད Kilometer གྲུ་བཞི་མ། འདི་གིས་བརྩིས་པས་ན་ཨ་ནི་སུམ་ཆ་གཉིས་བོད་ཀྱི་ས་ཆའི་རིགས་ལེགས་འདུག། བྱས་ཙང་ང་ད་ནི་ནུབ་ཕྱོགས་རྒྱལ་ཁབ་ལ་ཡ་གེ་ཤ་སྒྲོག་པའི་སྐབས་ལ་ལབ་ཀྱི་ཡོད་ཁྱེད་རང་ཚོ་ཁྱབ་ཚང་རག་བསྡད་ཡོད་རེད་ད། ངོ་ཚ་གི་མི་འདུག་བས། བོད་ཆགས་འཇིག་གི་དུས་ཚོད་འདི་འདྲ་ཞིག་སླེབས་ཀྱི་ཡོད་རེད། ཁྱེད་རང་ཚོས་ལས་འགན་རེད་ད། བོད་ལ་ཡ་རོགས་པ་བྱེད་ཡ་རོགས་སྐྱོར་བྱེད་ཡ་གི་ཁྱེད་རང་ལས་འགན་རེད། ཁྱེད་ཚོས་འདི་འདྲའི་ལབ་ཡོང་དུས་ཨ་ནུབ་ཕྱོགས་རྒྱལ་ཁབ་ཀྱི་སྒོར་ཁྲལ་མང་པོ་ཅིག་ཅིག་བརྡར་ཤུག་ཤུག་དང་ཚབ་ཚབ་བྱེད་དགོས་པའི་གནས་ཚང་འདི་འདྲའི་ཆགས་འདུག་བ། གཞི་མ་ང་ཚོའི་མང་ཅིག་ཤེས་ཡས་ལ་ང་ཚོའི་རོགས་པ་བྱེད་དང་སྐྱབས་བཅོལ་ཨ་ཅིག support ལ་འདེགས་འགྲོ་བ། འོན་ཀྱང་དངོས་ཡོད་ཀྱི་གནས་ཚང་དེ་འདྲ་བཤད་ཡོང་དུས་འདི་འདྲའི་ཁེབས་ཚང་རག་འདེགས་འདུག་བ། ཁྱེད་ཚང་འདི་འདྲའི་གཏིང་ཟབ་པོ་ཅིག་ཅིག་དངོས་ཡོད་གནས་ཚང་སྐོར་བཤད་ཡོང་ན། རྒྱ་གར་མང་པོ་ཅིག་དེང་སང་ཡང་འདི་འདྲའི་གནས་ཚུལ་ཡོང་གི་འདུག་བྱས་ཙང་འདི་འདྲའི་གཏིང་ཟབ་པོ་ཅིག་རྒྱ་གར་མང་པོ་ཅིག་ཤེས་ཀྱི་མ་རེད་དེ་ནས་ད་ང་སབ་སྒྲ་སྟོན། རྒྱ་ཆེ་ལ་ཡ་ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ད་ཅིག་གི་བརྙན་པར་སྟོན་རྒྱབ་ཤ་བ་འདི་འདྲའི་ཡོད་རེད་གསང་བ་དེ་ནས་ཁྱེད་ཡོང་གི་འདི་འདྲའི་ཡོད་རེད་འདི་འདྲའི་སྟོན་ཡོད་རེད་པ་དེ་རྒྱ་གར་རྒྱ་གར་དུ་ཚུད་པ་ཅིག་ཧང་སང་སང་བྱས་ནས་ད་ང་ཚོས་ནུས་པ་ཅིག་གསར་བ་ཅིག་ག་རེ་ཡོང་གི་འདུག་ཟེར་ན། ད་དེང་སང་རྒྱ་གར་ཐུགས་རུང་སློབ་གྲྭ་གཙུག་ལག་སློབ་གཉེར་ཁང་སློབ་སྦྱོང་བྱེད་མཁན་མང་པོ་ཅིག་གིས།

ད་འདི་ཚོ་དེང་གང་ལ་གང་འཚམ་སླེབས་བསྡད་ཡོད་རེད་ད་ངེད་ཅག་ལོ་བཅུ་ནང་རོ་ལི་ཡ་བཞུགས་ཅིག་མང་འགྲོ་བསྡད་རེད་དམ་ད་ཡིན་ནའི་བཞུགས་ཅིག་མང་འགྲོ་གི་འདུག་ད་འདི་དབྱིངས་གསར་བ་འདི་རེད་ད་འདིའི་ག་རེ་ཚོ་ན་ཤེས་ཡོན་པའི་གི་ནང་ལོ་ལི་ཡ་ནུས་པ་འདི་འདྲ་ཞིག་སླེབས་ཡོད་ན་ཁོང་ཚོས་བྲིས་པའི་དེབ་དེ་ཚོ་ད་མ་འོངས་པའི་གཞོན་སྐྱེས་ཀྱི་ཉམས་ཞིབ་བྱེད་ས་རྩོམ་དེ་འདྲས་བཞུགས་ཅིག་གི་གལ་ཆེན་པོ་ཆགས་འགྲོ་གི་རེད་བྱས་ཙང་འདི་ནུས་པ་གསར་བ་བཞུགས་ཅིག་གི་འདི་འདྲས་ཆགས་ཡོང་གི་འདུག། གཅིན་ལ་ད་ད་ལྟ་སྐོར་སྐྱོད་གནང་ནས་ལོ་བཅོ་ལྔ་ལྷག་སུ་འགྲོ་དུས་ཙམ་ལ་ཡང་དེ་སྔ་ཐེངས་པ་དང་པོར་འགྲོ་བའི་སྐབས་ལ་ད་ཅིག་མཐོ་སློབ་འདི་བ་ལ་ཐུག་སྐྱོ་སློབ་ཕྲུག་དེ་འདྲ་ཡོད་རོ། དེ་ཚོ་དང་དེའི་ཆ་ལ་ཡིན་དྲི་བྲལ་བ་ཡོད་རྒྱུ་དེ་འདྲ་ཡོད། ཨོ་དེ་འདྲ་མང་པོ་ཡོད་ད་དེང་སང་དགེ་རྒན་ཆགས་དེ་ངས་དོ་ནུབ་སློབ་གྲྭའི་དགེ་རྒན་ཆགས་དེ་ངས། ཨ་འགའ་ཤས་བསླབ་གྲྭའི་གི་སྒོ་འབྱེད་ཆགས་དེ་ངས་དེ་འདྲ་འདུག་དེ་འདྲའི་མི་སོང་སང་ད་ཁོ་རང་ཚོས་ལམ་སྟོན་བྱས་བྱས་ད་ཅིག་ད་ལྟ་བོད་པའི་སྐོར་ལ་ཡང་དམིགས་བསལ་ཉམས་ཞིབ་བྱས་དེ་ངས་དང་རྩོམ་བྲིས་དེ་ངས་ཞེ་བོ་ཅིག་མང་པོ་ཡོང་བསྡད་འདུག་ཨ་ནི་ང་རས་ད་རྩོམ་བྲིས་རྗེས་སྔོན་མ་ནས་ད་གནས་ཚུལ་ཀློག་བསྡད་སོང་སང་དེང་སང་རྒྱ་གར་ནང་ལ་ཡ། གཙུག་ལག་སློབ་གཉེར་ཁང། མཐོ་རིམ་སློབ་གྲྭ། ཉི་ཤུ་མན་ཙི་ཅིག་གི་ནང་ལ། ངས་བྲིས་པའི་རྩོམ་འདི་འདྲའི་སློབ་ཚན་གྱི་ནང་ལ་ཡ་བཅུ་བཞག་ཡོད་རེད། འདི་ཡོང་དུས། སློབ་ཕྲུག་འབུམ་ཕྲག་མང་པོས་ཀྱིས་སློབ་ཚན་གྱི་ཆ་ཤས་བྱས་རྗེས་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད། འདི་མ་སོང་ཙང། ང་རང་ཡིན་པའི་ནས། མཐོ་རིམ་སློབ་གྲྭ་འདི་འདྲའི་ནང་ལ་ཡ་འགྲོ་ཡ་ལས་གུས་སྐབས་པ་ཡ་མང་ར་ཡ་དང། ཁོ་ཚོ་ཡིན་པའི་ནས་ད་ང་ཚོ་མ་གཏོགས་པའི་ནས་བོད་སྐོར་ལ་གནས་ཚུལ་འདི་རང་བཞིན་གྱིས་སོ་སོ་ཀློག་དེབ་ནང་ནས་སློབ་སྦྱོང་བྱས་ཡོད་དེ། འདི་འདྲའི།

མང་པོ་ཅི་ནང་ལ་ད་ལྟ་ཡིན་པའི་ནས་བོད་པའི་སློབ་ཕྲུག་ཡོད་མ་རེད། ལྷག་པར་དུ་ད་ལྟ་གྲོང་ཁྱེར་ནང་ལ་ཡོད་བོད་པའི་སློབ་ཕྲུག་བྱས་དེ་གྲངས་འབོར་དེ་རིམ་བཞིན་ཉུང་རུ་ཕྱིན་ཤག་ཁ་ན་མང་པོ་ཅིག་མ་གའི་ཏཱ་ལའི་བླ་མ་མཐོ་སློབ་ལ་འགྲོ་གི་ཡོད་པ། ཡིན་པའི་ནས་ག་བ་ཡོད་པའི་ནས་གོ་སྐབས་བཙལ་བྱས་བོད་པའི་གཞོན་སྐྱེས་བསྡུ་སྐོང་བྱས་ཡ་དང་ཁོང་ཚོ་ལ་ཡ་སློབ་གསོ་བྱས་ཡ་ད་ང་རང་ཁོང་ཁོང་ཚོ་ལས་ད་ལོ་རྒན་པ་རེད། ངས་བཤད་པའི་ཁ་ལ་ཡི་གེ་ཆེ་ཤོས་ཅིག་ག་ལ་ཟེར་ན། སོ་སོ་བོད་པ་ནང་ཁུལ་གཅིག་གི་གྲོགས་པོ་གྲོགས་མ་གཅིག་བཅས་སྒྲིག་བྱེད་མ་འདས། ཕྱི་ལོགས་ལ་འགྲོ་རྒྱ་གར་ལའི་གྲོགས་པོ་སྒྲིག་རྒྱ་གར་འཛིན་གྲྭ་གཅིག་པ་གྲོགས་པོ་ནི་ཁོང་ཚོའི་གི་གྲོང་གསེབ་ལ་འགྲོ་ཁོང་ཚོའི་ནང་ལ་འགྲོ་སྐོར་བརྒྱབ། ཨ་ནི་རྒྱ་གར་སྐད་མ་འདྲ་མ་འདྲ་མ་འདྲ་ཡོད་རེད་དུས་ཚོད་སྦྱངས། རྟ་མིལ། མ་ལེ་ཡ་ལུམ། གུ་ཇི་ར་ཏི། ཀ་ན་ར། མ་ལེ་ཡ་ལུམ་སྐད་ག་རེ་ཡིན་ནས་མང་པོ་སྐད་སྦྱངས། མི་གཞན་པ་མཉམ་དུ་སྒྲིག། ཨ་ནི་དབྱིན་ཇི་སྐད་རྒྱག་དགོས་རེད། གྲོང་ཁྱེར་ག་ལ་ཡོད་པའི་ནས་གྲོང་ཁྱེར་སྐོར་དཔེ་རྒྱ་ཆེན་པོ་སུ་གྲོང་ཁྱེར་རང་ནས་སློབ་སྦྱོང་བྱེད་ཡས་དང་ཉམས་མྱོང་ས་ཞུ་ཡས་རེད་འདི་སློབ་སྦྱོང་གཙོ་བོ་རེད་ད་བྱས་བྱས་ད་ང་ག་བ་ཕྱིན་པའི་ནས་ཁོང་ཚོ་ལ་ཡས་འདི་འདྲི་ཞུ་རྒྱབ་བྱས་ད་ཕྱི་ལོག་ལ་འགྲོ་གོ་རེད་ང་རང་རང་དུས་ད་དུང་འདྲེ་ད་ལི་རུ་ཇི་ས་ནི་གྲོགས་པོ་ཇི་མཉམ་དུ་འགྲིག་བྱས་འདི་མ་འདས་བྱས་བྱས་འདི་འདྲེ་མང་མང་པོ་ཅིག་འདི་ཞུ་རྒྱབ་ཞབས་ཞུ་རྒྱབ་བྱས་འདི་འདྲེ་སློབ་གསོ་བྱས་བསྡད་ཀྱི་ཡོད།

གོ་སྐབས་ཞུ་སྦྱོར་བ་འདི་ཡོང་གི་མི་འདུག་བ། ཨ་ནི་རྒྱ་གར་སློབ་ཕྲུག་རྣམས་མ་བྱིན་ན་ཨ་ནི་སྐད་གསར་བ་ཤེས་ཀྱི་མ་རེད་བ། འགྲོ་སྟངས་གསར་བ་ཤེས་ཀྱི་མ་རེད་བ་བློ་ཁོག་ཡོང་གི་མ་རེད་བ། ད་ད་ལྟ་ཡིན་ནའི་ཡོང་གི་འདུག་བ་དརམ་ས་ལ་ནང་ལོ་ལ་ཡ་ཨེམ་མེ་ཨེམ་ཀོམ་ཐོན་ཡིན་ཡན་དེ་ངས་མང་པོ་ཡོད་རེད་དེ། ཨིན་ཇི་ནོ་སྙམ་པ་ཅིག་ད་དུང་ཡིན་ནའི་རྒྱ་བལ་པའི་རྒྱབ་ངལ་སྤོད་མྱོང་མྱོང་འདུག་བ། ཀ་ན་འདི་འདང་གི་ཡོད་མ་རེད་བ། བྱས་ཙང་འདི་ཕྱི་ལོག་ཅིང་ཉམས་མྱོང་བསགས་བློ་ཁོག་ཆེ་སེ་བྱས།

ཞུ་གསུང་བྱས། དེ་ཚོའི་ཐོག་ལ་བལྟས་པ་ཡིན་ན་ད་ད་ལྟ་རྒྱ་གར་དམངས་གཙོ་འདི་ལ་ཡང་དམངས་གཙོ་ཡང་དག་པ་ཞིག་མེད་པའི་གི་རྣམ་པ་འགྲོ་ཅིག་ད་ལྟ་ཅིག་བཅར་འདྲི་ལན་འདྲི་བྱེད་ན་ལ་གསུང་དང་བཙུན་ལ་དེ་ག་འདྲི་རོགས་ཞིག་ཟེར་གི་འདུག་དཔེར་ན་ད་རྒྱ་གར་གི། དེ་ད་ངས་བོད་དོན་ག་ལ་བོ་རེད་མ་བྷིན་ཁྲམ་པ་ཞུ་བྱེད་བསམ་གི་འདུག་ཨ་ང་དེ་ཁ་བསྡུར་བཤད་དེ་གི་ང་བོད་པ་རེད་སྐྱབས་བཅོལ་རེད་ཡིན་ན་ང་རྒྱ་གར་སྐྱེས་རེད་འདི་ག་ཅིག་བཤད་གི་ཐོབ་ཐང་ཡོད་རེད་ང་ལ་སུ་ཡིན་ན་ངས་བཤད་གི་རེད་ངས་ག་ལ་བོ་ཟེར་ན། རྒྱ་གར་དམངས་གཙོའི་ལུང་པ་རེད། ཨ་ནི། རྒྱ་གར་སྲིད་བློན་ལས་ངོ་རྒོལ་བྱེད་མཁན་མང་པོ་ཡོད་རེད། ཨ་ནི་རྒྱ་མིའི་སྲིད་སྲིད་འཛིན་ཞི་ཅིང་པིན་ལས་གོ་རེད། ཁོང་ཚོས་ང་ཚོའི་རྒྱལ་ཁབ་གང་ཚ་ཟས་བྱས་ལོ་བདུན་ཅུ་ང་ཚོས། ང་ཚོས་ང་ཚོའི་གང་ལ་ཡང་བཙན་པོ་དབང་ཡོད་བྱས་བྱས་འགལ་འདེར། ཁོང་ཚོར་ང་ཚོ་ངོ་རྒོལ་བྱེད་དང་བྱེད། རྒྱ་གར་ཤིང་གི་རོ་ཨ་ནི། རྒྱ་གར་ཧ་གོ་གི་རོ། ང་ཚོ་བློན་པོ་ག་ཚོད་ཡོད་དང་ང་ཚོ་ངར་ཤུགས་ག་ཚོད་ཡོད་པ་དེ་རྒྱ་གར་ཤིང་གི་རོ། ད་དུང་ཡིན་ནའི་ངོ་རྒོལ་བྱེད་བཅུག་གི་ད་ཕར་བཞག། ཉི་མ་བཅུ་གཉིས་སྔོན་ནས་ང་ཟིམ་བྱས་ཨ་ནི་བཙོན་ལ་བདའ་ཤར་དེ་ད་དྲང་པོ་མ་རེད་བ། བྱས་ཙང་འདི་ང་བཤད་ཀྱི་རེད་ངོ་མ་མ་འོངས་པ་ཡིན་ན་ངས་བཤད་ཀྱི་རེད་དེ། ཚུལ་ཁྲིམས་ལགས་འདི་དུས་རྒྱ་གར་ད་ཆམ་པོ་མང་པོ་ཡོད་རོ། རེད་རེད། ཁོ་ཚོས་ཀྱིས་འདི་ཐོག་ལ་གཟིགས་ཕྱོགས་གང་འདྲི་རོ་ཞུ་དང། ངས་འདི་ལབ་པ་སོང་ཙང་བོད་པ་སྤྱི་ཚོགས་ནང་ལོགས་ལ་འདི་གཅིག་ལ་ཤུགས་ཆེ་དྲགས་མ་རེད་པས་ཐལ་ཆེ་བྱེད་མ་རེད་པའི་ལངས་དབྱེ་འདི་འདྲ་འདུག་བོད་པའི་སྤྱི་ཚོགས་ནང་ནི་རྒྱ་གར་གྱི་ད་འདི་ལབ་དགོས་རེད། མ་ལབ་ན་རྒྱ་གར་གཞུང་གིས་ཆབ་སྲིད་ཚོགས་པ་གང་རུང་གཅིག་གིས་ཟིན་པའི་གཞུང་འདིས་གཞུང་ཤུགས་ཆེ་རུ་ཕྱིན། མི་དམངས་ཀྱི་རང་དབང་ཆུང་རུ་ཆུང་རུ་ཆུང་རུ་འགྲོ་གི་འདུག། ཁྱེད་རང་ལ་ཡ་བྱེད་པ་ནང་བཞིན་ད་དེང་སང། ཨ་ནི་ཡུ་པེ་དང། པ་རྣམས་ད་དེང་སང་དྭངས་གཙང་ཡིན་པས་ནི། ཨ་ནི་ད་མཐོང་གི་འདུག་བ། ཀ་རེ། འཇམ་དབྱངས་དང་རྒྱལ་ཡོངས་ནང་ལོའི་ད་རང་གནས་ཚུལ་ཡོང་གི་འདུག་བ། དམངས་གཙོ་ལུང་པ་རེད་ད། གཞུང་ཆེ་རུ་ཕྱིན། མི་དམངས་ཤུགས་ཆུང་རུ་ཕྱིན་སྔོན་ཆད་ན་དམངས་གཙོ་རིང་ལུགས་ཟེར་མཁན་དེའི་ནང་ལ་ཡ། མི་དམངས་ཤུགས་ཆེ་རུ་དང། གཞུང་འདིས་མི་དམངས་ཀྱི་ལབ་པ་དེ་ལས་ཉན་དགོས་ཡ་གཅིག་དང་ཨ་ནི།